ཀླད་པ་སྟོང་པར་འདུག། ཨ་འདི་ལ་ཆུ་ཚོད་ག་ཚོད་ཆུ་ཚོད་ཆུ་ཚོད་ག་ཚོད་བསྡད་རེད་ཉི་ས་བཞི། ཡར་མེད་ན་ཉི་མ་གསུམ་རེད་བ། ཉི་མ་གསུམ་ལ་དུས་ཆུ་ཚོད་ག་ཚོད་རེད། ཉི་མ་དྲུག། ཉི་མ་དྲུག་རེད་བ། ཨོ། ཉི་མ་དྲུག་ལ་དུས་ཆུ་ཚོད་དཔེ་མང་པོར་གདའ། ཆུ་ཚོད་ཚང་མ་ཁྲ་ལ་འདུག། ཀོ་ཚེ་བཟོ། ད་ལྟ་འདི་ལ་ང་ཚོ་ཚང་མ་ལབ་ཡག་དང་དོན་ཚང་མ་གྲ་སྒྲིག་ཡག་པོ་བྱེད་དོ་ཨ། ཨོ་དེ་འདྲ་ཡིན་དུས་ཚང་མ་ཡག་པོ་ཉན་དགོས་རོ། ཀོ་ཚེ་བཟོ། བི་ཡིན་འདིར་བཞུགས་ལེ།

རོ། དྲང་པོ་ཤེས་གོ་རེ་ལས་བྱོས་རོ། འདི་ལ་བདེན་པ་ལགས་རོ་ང་ཚོ། གཞི་དེ་ག་རེ། ཨང་ཀི་ཤི་རོ། གཞི་ཧཱིས་ནུ་མ་ཕི་ཡ། ཨོ་ཁེ། གཞི་དེ་ག་རེ་ཟེར་ན་མ་ཀི་ཤེ་ཚལ།

ཟེར་ཀོ་ད་རག། བྱས་ཙང། དེ་འདྲའི་རྩེད་ཡ་མང་པོ་ཡོད་རེད་གོ་ཟིག་ཟ། ཨོ་ཁེ་ད་ང་དེ་ཚོ་ཞིག་ད་ངེད་ཀྱི་ཐེ་མ་མར་ད་ངའི་ཁྱོད་ཚོ་སྒོ་ཚུད་ཡ་ཤི་དེར་བ། ལེ་ལ་ཧོ་ཅན་ལབ་དགོས་ལོ། ག་རེ་ག་རེ་སྦྱང་ཡ་མེད་དེ་རིང། གོ་ཚུད་ཟ། ད། དྲན་པ་ཤི་དེར་བ། དང་པོ་ཤེས་མཁན་ཅིག་ཡོད་རེད་དེ་སུ་རེད་ཟེར་ན། བུ་ད། དེར་ཧིས་ཏོ་རི་ཤེར་བུ་ད། ཧིས་ཏོ་རི་ཤེར་བུ་ད་དེ། ལོ་ཉིས་སྟོང་དྲུག་བརྒྱ་ཀྱི་གོང་ལ་རྒྱ་གར་ལ་འཁྲུངས་ནས། ནི་ཁོང་སྒོམ་བརྒྱབ་སངས་རྒྱས་ར་བ་སངས་རྒྱས་ནས་ནི། ཁོ་རང་གི་སངས་རྒྱས་ལ་དེ་ང་ཚོ་ག་ལ་གི་ཡོད་རེད། ཁོ་རང་གི་འཛམ་བུ་གླིང་ལ་ཡོད་པའི་གི་ར་བ་ང་ཚོ་སློབ་སྦྱོང་མང་པོ་ཡོད་ར་བ་ད། སློབ་སྦྱོང་ག་རེ་ག་རེ་ཡོད་རེད།

རེད་བ། ང་ཚོས་སྐད་ཆ་བཤད་དུས་ག་འདྲའི་བྱེད་སྒོ་རེད་རེད་བ། ཨ་ནི་ང་ཚོ་གཟུགས་པོ་གི། གཟུགས་པོ་ཡོད་རེད་བ་ང་ཚོ་གཟུགས་པོ། གཟུགས་པོ་དེ་ཡར་མར་འགྲོ་དུས་ག་འདྲ་འགྲོ་དགོས་རེད་གོམ་པ་ག་འདྲ་རྒྱག་དགོས་རེད་རེད་བ། གཟུགས་པོ་བདག་པོ་ག་འདྲ་ཡག་པོ་རྒྱག་དགོས་རེད་གོ་ཚུལ་སོགས་བ། འོ་དེ་ཚོ་ཚང་མ་ལ། ང་ཚོ་ཕྱི་རྒྱལ་སྐད་ལ་ག་ལ་གི་རེད། System། གོ་ཚུལ་སེ། Methode།

ང་ཚོ་མི་ཟི་ནང་ལོག་ལ་རེད་བ། ཁྱེད་རང་ཚོ་མི་ཟི་ནང་ལོག་ལ་རེད། སློབ་གྲྭ་ལ་ཡིན་ནའི་རེད་ནང་ལ་ཡིན་ནའི་རེད། ཨ་ནི་སྤུ་གུ་དེ་ཚོ་ད་ཁྱེད་རང་ཚོ་རེད་བ། ཁྱེད་རང་ཚོ་ཨ་ནི་ཧ་རེ་སློབ་སྦྱོང་ཡག་པོ་བྱེད་ཐུབ་བོ་རེད་ནང་ལ་པ་ལ་ཨམ་ལ་མཉམ་དུ་སྐྱིད་པོ་ཡོད་རེད་གོ་ཚུལ་རེད། System དང Function ཡག་པོ་གོ་མ་ཚུལ་ན།

རེད་བ། ང། ང་རི་ཀོང་ནས་སླེ་རེད་དེ་རིང། ངའི་མིང་ལ་པད་མོ་དབང་རྒྱལ་རེད། ཨ་ནི། ང་རི་ཀོང་དགོན་པ་ནས་མར་སླེ་རེད་བ། སླེ་དུས་རྩ་ནས། དེ་ལ་ག་འདྲའི་འགྲོ་དགོས་ཡོད་མེད་རེད་བ། བན་ལ་ག་འདྲའི་འགྲོ་དགོས་ཡོད་མེད་ང་ཤེས་ཚར་ད་དེ་རིང། རེད་བ། ཧིལ་ཕྷིལིག། Hilflichstrasse། ཚེན། ལ་ག་འདྲའི་ཡོང་དགོས་ཡོད་མེད་ང་ཤེས་ཚར་ངས་ཤེས་པ་དེ། ངས་གཞན་པ་ལ་ལབ་ན། གཞན་པ་ལ་ཕན་ཐོགས་རེད་བ།

ཨོ་ཟི་ཟ། ཁྱེད་ཚོ་དྲི་བ་ཡོད་ན་ལག་པ་བརྐྱངས་ལོ་སེར་བོ་མ་ཆོད། Ohne Zweifel། ཨོ་ནི་ཐེ་ཚོམ་རེད་བ། ལམ་སང་དྲི་བ་བཏང་བར་ང། གལ་སྲིད་མ་ཤེས་པ་ཡིན་ན་འདི་ག་རེད་ལ་ནི་རེད་བ། གལ་སྲིད་ཡང། ང་ཚོ། བོད་པ་ལ། བོད་པ་སྤུ་གུ་ལ། ང་ཚོ་བོད་པ་ངའི་བོད་པ་རེད་བ། ང་ལ་སྐྱོན་གཅིག་ཡོད་རེད་ག་རེ་སྐྱོན་ཡོད་རེད་ལ་ན། ང་མ་ཤེས་ནས་ང་ཤེས་ཀྱི་ཡོད། དེ་འདྲའི་བདེ་གཤེགས་རེད།

ཞེས་སྒོ་མ་རེད། ལམ་སང། ང་སྒོ་ཕྱི་མ་སོང་རོགས་ཨ། དྲི་བ་གཏང་སྐོར་དང་ང་ལ་ལོ། སྒོ་ཕྱི་སོང་ཨ། ཨོཁེ། འོ། དེ་ནི། ང་ཚོའི་གི་ཐེ་མ་འདི། ད་ད་ད་མ། ང་རེ་རེ་བྱས་ནས་ལབ་གི་ཡིན་ད་ལོ། ད་ཅི་ངས་བདེན་པ་བདེན་པ་མང་པོ་བདེན་པ་ལ་ཡ་འདི་མང་པོ་ལབ་སོ་ཨ། བདེན་པ། བདེན་པ་ལ་མང་པོ་ལབ་སོ་ཨ། བདེན་པ་འདི་དཔེ་གལ་ཆེན་པོ་རེད་ད། ལོ། བདེན་པ། བདེན་པ་མེད་ན། ཨ་ནི་པའི་ད་ཀ་ལི་ཧ་པོ་ཡོར་མི་ཟི་ནང་ལོ་ལ། དྲང་པོ་དྲང་པོ་ལ་ཡོ་རང་ཟི་པའི་པ་དྲང་པོ་ཆེ་བོར་འདི་མེད་ན་པའི་ཀ་ལི་ཧ་པོ་ཡོར། བྱས་ཙང། ཨེ། ང་ཚོའི་ནང་པར་བ། བིར་སིན་ད་ཨ་ལི། བུ་རིས་མོ་སི། བ་ད་བུ་རིས་ཏན། ཨེས་ཀིབས་ནོག་ཨ་འདི་རི། རི་ལི་གི་ཨོ་ནན། གོ་ཚི་སེ། ག་རི་ཡོ་རེ། ཀི་རིས་ཏན་ཏུམ། ཧིན་དུ་ཨིས་མོ་སི། ཇེ་ནིས་མོ་སི། ཨ་ཐིས་ཏི།

ཡ་ཨཱལས་ཨཱི་ནའི་ལས་རེས་ཚུལ Beibringen བར་ནུར་འདིར་བུ་དཱ་བུ་དཱ das Geschäft གཞན་པ་འདི་ཚོ་གི་མང་པོ་ཡོད་རེད་ཁོང་ཚོའི་འགྲེལ་བཤད་རྒྱ་ཡང་མང་པོ་ཡོད་རེད་ནི་ཁོང་ཚོ་ཞེ་དྲག་ཞེ་དྲག་བཤད་ཡ་ཡོད་མ་རེད System ཡག་པོ་ཡོད་མ་རེད་ང་ཚོའི་ནང་པ་དེ System པེག་པོ་རེད་རེད་བ་འགྲེལ་བཤད་རྒྱ་ཡ་ཡོད་གོ་ཅི་ས་ཇི་ས་དེ་ཕྱིར་ནི་ང་ཚོ

ཡག་པོ་ཉན་གྱི་འདུག་ད་ལྟ་ཡག་པོ་ཉན་གྱི་འདུག་ད་ཚང་མ་ཡག་པོ་ཉན་གྱི་འདུག་ལོ། འདི Schedule བྱས་འོ་རེད། ཡག་པོ་ཉན་ན་ཨ་ནི་བྱས་ལ་ཚང་མ་འགོ་ཚུགས། ཨོ་ཀེ་ད། བཞི་ལ་སོ་ཨ་ངེ། དེ་འདྲའི་འདྲ་བོ་སྟོན་ངེས་འདི་བདེན་པ་བཞི་སྟོན་ངེས་འདི། བུ་དར་མ་དུ་ཡོད་མ་རེད། ཨོ་ཀེ། གཞན་པ་ཧིན་དུ་གི་མང་པོ་ཡོད་རེད Krishna འདི་ཚོ་ཡོད། ཁོང་ཚོ་གི་ཆོས་མང་པོ་གསུངས་ཡོད་རེད་ནས།

ང་ཚོས Swiss ལ་སྐད་སྐྱོར་གྱི་སྐྲ་ང་ཚོས་ཕྲུ་གུ་དེ་ཚོ་རོ་ཁྱེད་རྣམ་པ་རེ་ནི་གཞན་པ་དེ་ཚོ་སངས་རྒྱས་ཀྱི་གསུང་སྐྱོར་གྱི་ཆོས་དེ་ཚོ་ཡོད་རོ་བ་ང་ཚོས Buddhismus ནང་ལོ Philosophy ནང་ལོ་གསུང་སྐྱོར་དེ་ཚོ་དཔེ་ལས་སླ་བོ་བྱས་ནས་གསུང་ཡོད་རོ་ད་དཔེ་ཡག་པོ་རོ་དེ་ཚོ་སློབ་སྦྱོང་བྱས་ན་དཔེ་ཕན་ཡང་མང་པོ་ཞུ་བོ་ཡོད་རོ་ད་གོ་ཤེས་སོ་ད།